འདིའི་མན་ངག་གི་ཚིག་གཅིག་ཤོ་ལོ་ཀ་གཅིག་རེད་འོ་འདི་ཡིན་གཅིག་མིན་གཅིག་ཐུགས་ལ་འཇགས་དགོས་བ་རེད་འོ་འདི་དཀའ་ལས་ཁག་པོ་མ་རེད་འདི་སྟབས་བདེ་བོ་རེད་འདི་ལ་འདི་གསུང་གི་རེད་དེ་ནས་ད་རླུང་བུམ་པ་ཅན་གཅིག་གི་ཉམས་ལེན་བྱེད་ངེས་ཅིག་ཡིན་ན་རླུང་བུམ་པ་ཅན་བཟོ་ངེས་ཅིག་ཡིན་ན་འོ་མན་ངག་འདི་ཡིན་གཅིག་མིན་གཅིག་བློ་ལ་ངེས་པ་བྱེད་དགོས་བ་རེད་མན་ངག་འདི་ག་རེ་ལ་ན་འོ་ཚིག་གཅིག་དེ་ངས་མར་སྤྱོར་གི་ཡིན་རྣམ་པ་ཚོས་ཐུགས་ལ་འཇགས་རོགས་གནང་འདི་གོ་བདེ་བོ་རེད། ངས་དང་པོ་ཚིག་གཅིག་དེ་བཅོས་ལ་འདི་ལ་ངས་འགྲེལ་བཤད་ཅིག་ཞུས་ན་ཨ་མ་མཁྱེན་པ་ཡོད་མ་རེད་དེ་འདྲ་ཡིན་དུས་ད་ཚིག་གཅིག་དེ་ཨེ་འགྲིག་རེད། ཨ་ནི་ངུམ་དང་དགང་དང་ཞིལ་བ་དང་འཕང་པར་བྱ་བ་རྣམ་པ་བཞི་ཡོད་ས། སྦྱོར་བ་བཞི་དེ་མ་ཤེས་ན་ཡོན་ཏན་སྐྱོན་དུ་འགྱུར་བའི་ངེས་ལ་རེད། འོ་ཚིག་འདིས་ནང་ལོག་ལ་ཡ་ད་མ་བསྡུས་པ་ཡོད་མ་རེད། སྤྱི་དང་རླུང་བུམ་པ་བཅས་ཉམས་ལེན་བྱེད་མཁན་ཅིག་ཡིན་ན་ཚིག་གཅིག་འདི་གིས་ཞུ་གི་ད། ཆེ་བརྗོད་དང་ཁོ་རང་གི་གནད་འགག་དེ་འདི་ན་གསུང་དགོས་བ་རེད་ད་འདི་ལ་ཡང་དང་པོ་དེ་ལ་རྔུབ་ལ་ཡོད་ད་རྔུབ་དང་དགང་དང། བྱིལ་བ་དང་འཕང་བ་ཆེ་བ་རྣམ་པ་བཞི་ལ་ཡོད་ཅེས་བསྡུ་བ་རྣམ་པ་བཞི་ལ་རྣམ་པ་བཞི་ལ་ཡོད་དེ། རྣམ་པ་བཞི་དེ་ག་ལ་ན་རྔུབ། དགང། བྱིལ། འཕང། བ་འདི་རེད་ད་རྣམ་པ་སོ་གི་དེ་བྱིས་རིང་བྱིས་མིག་གི་ཐུགས་ལ་རྒྱག་དགོས་བ་རེད་དཔེར་ན་རླུང་བུམ་པ་ཅན་བཟུང་གི་ཡིན་ད་རླུང། བུམ་པ་ཅན་ད་སྒོམ་གི་ཡིན་ད་ལ་ན་ད་རླུང་བུམ་པ་ཅན་བཟུང་བའི་སྐབས་ལ་ཡ་ངུམ་གང་ཞིལ་འཕང་ལ་ཡ་དེ་ཚིག་བཞི་དེ་མ་ཤེས་པ་ཡིན་ན། འདིའི་གནད་འགག་དེ་མ་ཤེས་ན་དེ་ནི་རླུང་བུམ་པ་ཅན་དེ། ཨོ་ཅེས་གི་ད་ངོས་འཛིན་མ་ཐུབ་པ་ཞིག་ཆགས་ཀྱི་རེད་དེ་འདྲའི་སོང་ཙང་ཐོག་མར་དེ་བཞི་དེ་ངེས་དགོས་དུས་འདིའི་ཚིག་བཞི་ནང་ལོགས་ལ་ངུམ་དང་གང་དང་ཞིལ་བ་དང་འཕང་བ་འཆང་བ་རྣམ་པ་བཞི་ལེགས་འགྲོ་རྣམ་པ་བཞི་ལ་ང་ཚོ་སྦྱོར་བ་བཞི་ལྡན་ལེགས་རེད་སྦྱོར་བ་བཞི། དེ་དང་དང་སྦྱོར་བ་བཞི་ལ་དེ་དང་དང་སྦྱོར་བ་བཞི་སྟེ་དང་དང་དེ་བཞི་སྟེ་ཆད་ངོམ་དགང་བཞི་ལ་འཕང་བྱེད། དེ་འདྲའི་སོང་ཙག་དེ་ནི། ཚིགས་བཅད་འདི་རྣམས་ལ་ངོམ་དང་དགང་དང་གཞིལ་བ་དང་འཕང་བར་བྱ་བ་རྣམ་པ་བཞིས། སྦྱོར་བ་བཞི་ལྡན་མ་ཤེས་ན་ལ་དོག་བྱེད་ཙང་སྦྱོར་བ་བཞི་དང་ལྡན་པ་དེ་རླུང་བུམ་པ་ཅན་གཟུང་བས་ལ་ཡང་ཅིག། སྦྱོར་བ་བཞི་དང་ལྡན་པ་དེ། ཅིག་མ་ཤེས་པ་ཡིན་ན་ལ་འདི་ལ་དོགས་སྣང་མ་འདྲེས་པ་ཡིན་ན་ཡང་ན། སྦྱོར་བ་བཞི་ནང་ནས་སྦྱོར་བ་གཉིས་སྲིད་ཀྱི་བསམ་བློ་དང་ཞེན་པ་གཉིས་གཡུལ་བ་དེ་འདྲའི་ཆེ་དེ་འདྲའི་ཆེ་བ་ཡིན་ན་ལགས་པར་སྦྱོར་བ་བཞི་དང་ལྡན་པ་དེ་སོ་སོ་གི་གནད་འགག་དེ་མ་རྟོགས་ནའང་ལགས། ད་ཅིག་སྦྱོར་བ་བཞི་དེ་མ་ཤེས་ན་ཡོན་ཏན་སྐྱོན་དུ་འགྱུར་བས་ཉེས་ལ་དུས་རླུང་བུམ་པ་ཅན་བཟུང་བ་ལ་ཡང་ཡོན་ཏན་མང་པོ་ཅིག་སྤྱད་ཡོད་རེད་དེ་ཡིན་ན་ཡང་ཡོན་ཏན་དེ་སྐྱོན་དུ་འགྱུར་གི་རེད་ལགས་པར་དུས་འདའ་ལ་རླུང་རྒས་དང་དེ་འདྲས་ཡོང་གི་རེད་ཟེར་ནས་ད་དཔེ་ན་ཅིག་རླུང་ལོག་པ་དང་ཨ་ནི་ད་རླུང་ཉམས་པ། ཨ་ནི་དེ་འདྲ་ཡོང་གི་རེད་བ་དེ་འདྲ་ཡོང་ཡས་ཀྱི་རྩ་བ་འདྲ་བོ་འདི་འགྱུར་བ་བཞི་ལྡན་འདི་ལ་ཡང་དོ་སྣང་མ་བྲེལ་བའི་དབང་གིས་དེ་འདྲ་ཡོང་གི་ཡོད་ཙང་དེ་ནི་ང་ཚོའི་མན་ངག་ཚིག་བྱེད་ཤོ་ལ་ཁ་ཅིག་དེ་འོ་དེ་འདྲ་ཞིག་གསུང་གི་བ་རེད་དེ་ནི་ངོམ་དང་དགང་དང་བཞེལ་བ་དང་འཕང་བ་འཕྱང་བ་རྣམ་པ་བཞི་འགྱུར་བ་བཞི་ལྡན་མ་ཤེས་ན་ཡུན་དོན་སྐྱོན་དུ་འགྱུར་བས་ཉལ་ལ་དེ་འོ་འདི་ཡིན་གྱི་མི་གཞི་བློ་ལ་ངེས་པ་བྱེད། དེ་ནས་འགའ་ཞིག་གིས་ཚིག་དེ་ཚོ་ཡག་པོ་ཅིག་ཤེས་ངེས་མི་འདུག་བསམ་ན་དེང་སང་དཔེ་ཆ་ནང་ལ་རྩ་རླུང་སྒོ་གི་དཔེ་ཆ་དེ་འདྲའི་དག་དེང་སང་བེ་པོ་རུ་བ་དེ་ཚོའི་ནང་ལ་བལྟས་པ་ཡིན་ན། ཨོ་དེ་ཚོའི་ནང་ལ་ཚིག་དག་ག་རང་འཁོད་དེ་རེད། ཡིན་ནའི་འདི་གི་དག་ཚིག་གཅིག་འདི་འཁོད་རེད་དེ་ཡིན་ནའི་ཡོན་ཏན་ཁ་ས། ཡོན་ཏན་སྤྱོད་དུ་འགྱུར་བའི་ངེད་ལ་ཡ་གི་དག་འདི་གི་གནད་འགག་དེ་ཚོ་བྲིས་ཏེ། ཅི་གི་དཔེར་ན་དེང་སང་གི་རྩ་རླུང་ཁྲོ་བོའི་དཔེ་ཆ་ནང་ལོགས་ལ་ཁའི་གསུང་མི་འདུག་ཨ། འདིའི་གསུང་ངན་འདི་ཁག་པོ་རེད་ཧ་ལམ་མེད་པ་ལྟ་བུ་རེད། ཡིན་ནའི་འགྲེལ་བཤད་ཅིག་རྒྱབ་པའི་ཁུལ་བྱེད་ན་ཡང་འགྲེལ་བཤད་དེའི་ཚད་དང་ལྡན་པ་ཅིག་མ་རྒྱབ་ན་དེ་ནི། ཅི་ཨ་ལས་བསམ་པ་ཅི་སྤྱི་དང་གི་ང་ཚོ་ཤེས་བྱ་རྣམ་གྲངས་འདྲ་བོ་བརྩེགས་བཞག་ན་གང་ཡང་ཡོན་ཡོད་མ་རོ། ཨོ་དེ་འདྲའི་སོང་ཙང་ད་རྣམ་པ་ཚོ་གི་རླུང་བུམ་པ་ཅན་སོང་ང་ལ་ཡ། ཨ་ནི་མན་ངག་རྩ་ཚིག་ཤོ་ལ་ག་འདི་དེ་འདྲས་ཅིག་ཞུ་སྒྲུབ་པ་བྱེད། འོ་བ་དེ་འདྲས་ཀྱི་ཐུགས་ལ་སྦྱར་རོགས་གནང་ཨ་ནེ་ད་ངའི་ལག་ལེན་དངོས་ལ་མཇལ་ལ་ད། ལག་ལེན་ད་དངོས་ལ་ཅིག་གི་ད་ལྟ་སྟངས་འདྲ་པོ་དེ་རེད་དེ་ཡིན་དུས་ས་ནི་ད་རླུང་བུམ་པ་ཅན་དེ་ང་ཚོས་བཟུང་དགོས་དུས་དངོས་ལ་ཡ་ད་རླུང་རོ་སེར་ཚོས་ད་ལྟ་གནས་རིམ་དང་པོ་དེ་སྔས་ཤུ་གྲུབ་པ་བྱས་འོ་བ་དེ་ལས་རྣམ་པ་ཚོས་ཀྱི་དེ་ནི་མ་ནི་གི་ཨ་ནེ་རླུང་རོ་སེར་བ། ལ་ལན་གསུམ། དེའི་རྗེས་ལ་ཡང་མོག་གི་རླུང་རོ་བསལ་བ་ལན་གསུམ། དེའི་རྗེས་ལ་ཡང་ཕོག་གི་རླུང་རོ་བསལ་བ་ལན་གསུམ་མོ་ལ་བསྡུ། ལན་གསུམ་དེ་ཡང་གཅིག་ཐོག་མར་དེའི་གཡས་ཕྱོགས་ལ་ཡང། མ་ནིང་མོ་ཕོག་གི་རླུང་རོ་བསལ། དེའི་རྗེས་ལ་གཡོན་ཕྱོགས་ལ་ཡང། དེ་ནས་ཡང་མ་ནིང་མོ་ཕོག་གི་རླུང་རོ་བསལ། དེའི་རྗེས་ལ་ཆ་སྙོམས་ཀྱིས་མ་ནིང་མོ་ཕོག་གི་རླུང་རོ་བསལ་བསལ་བའི་རྗེས་ལ། དེ་མ་ཐག་ཏུ་དེ་ནི་རྣམ་པ་ཚོགས་ཀྱི་ག་རེ་ཆིག་བུ་རེད། དེ་ནི་སྤྱི་དང་གི། ཞིག་གི་ངང་ཚུལ་རྡོ་རྗེ་སྐྱིལ་ཀྲུང་དང་རྡོ་རྗེ་སྐྱིལ་ཀྲུང་ཕྱེད་པ་འོག་མར་བཞུགས་པའི་དབང་དུ་བྱས་ན། དེ་ནས་ཅིག་ལག་པ་གཉིས་མཉམ་བཞག་བྱས་དེ་ནས་ལྟེ་བ་ངང་ཚུལ་དབྱིག་རྐང་བྱེ་བ་གྲོ་གོག་གི་དབྱིག་རྐང་བྱེ་བ། ལྟེ་བ་གི་དབྱིག་རྐང་དེ་ནི་མ་སོར་བཞི་གི་མཚམས་དེ་ལ་ལག་པ་གཉིས་མཉམ་བཞག་བྱས། ངེད་ཀྱིས་ད་ལྟ་སྒོམ་རྒྱག་སྟངས་ཅིག་འགྲོ་བ་པར་ནང་ལ་ཁ་སེང་བཏང་བཞག་བྱོས། དེ་ལ་གཏི་མུག་གི་ཆ་བྱས་ལ་ཡོད་རེད། དེ་འདྲའི་འདྲ་པོ་བྱེད་ན་ཡག་པོ་ཡོད་རེད། ཨོ་ད་ལྟ་སྐབས་སུ་བབས་པ་དེ་རླུང་གི་སྡེ་ལ་ཡ་དེ་ནི་འདི་ཆགས་པའོ་མ་རེད་དེ་ག་ས་གཏི་མུག་གི་ཆགས་བྱ་འདི་བྱེད་དགོས་ཡའོ་མ་རེད། ཨོ་དེ་ཡིན་དུ་རྩ་ནི་དེ་ནི་ཅིག་གི་དེ་ཨོ་དེ་གི་ཚབ་ལ་ཡ་ཆགས་བྱ་དེ་དེ་ནི་དཔེར་ན་ང་ཚོའི་མཐེ་བོང་སོ་སོ་རང་ཉིད་ཀྱི་ལག་པ་གཡས་གཡོན་གྱི་མཐེ་བོང་དེ་ནང་ལ་ཡ་བསྐུམ་བསྐུམ་དུས་ག་ལ་སོ་སོའི་སྲིན་ལག་ཡ་རོ་སྲིན་ལག་གི་རྩ་བ་ཡོད་ས་གི་མཚམས་དེ་ལ་ཡ་མཐེ་བོང་གི་སྐུ་དེ་ཡི་དྭགས་རྩེ་དེ་བར་ཐུགས་སུ་ཆེ། འདི་གང་ལ་དེ་ནི་གཟུགས་སྐུ་ལྷག་མ་དུ་ཚུལ་འདི་གང་ལ་བར་ཚུགས་བསྐུམ་བཞག་ན་འདི་གང་ལ་བར་ཚུགས་བསྡམས་བཞག་ན། འོ་འདི་ལ་ཡང་རྡོ་རྗེ་བསྡམས་པའི་ཕྱག་རྒྱ་ལགས་རེ། འོ་འདི་རྩ་ནི་འདི་ཡི་ཡག་པོ་འོད་རེ། འོ་འདི་ང་ཚོ་སྟག་ལུང་གི་ཕྱག་རྒྱ་འདྲ་བོ་རེ་དེ་འདྲའི་སོང་ཙང་དེ་འདྲའི་ཆུ་ཐོན་ན་ཡག་པོ་འདུག་བ། འོ་དེ་འདྲའི་བྱེད་འདྲའི་རྟ་འདི་བྱེད་པའི་ཐོ་ནི་རླུང་བུམ་པ་ཅན་བཟུང་དགོས་འོ་རེ། འོ་འདི་འདི་ལྟར་རླུང་བུམ་པ་ཅན་བཟུང་བ་འདི་ལ་ཡང། ང་ཚོ་ག་ལ་རེ་ལགས་ན། རླུང་བུམ་པ་ཅན་གྱི་ཉམས་ལེན་བྱེད་པའི་སྐབས་ལ་འདི་ལ་ཡང་ད་ལྟ་རྩ་བའི་གི་ད་ལྟ་ཁྲོ་ཁོ་དྲུག་ལ་ནི་ད་ངའི་རི་བོ་དགེ་ལྡན་པའི་ལུགས་ཀྱི་ཨ་ནི་ང་རང་གི་བླ་མེད་ཀྱི་དེ་ནི་ཨོ་ད་བཀའ་གསང་སྤྱི་བོ་ད་ཅིག་བཀའ་འཁྲོལ་བ་དེ་འདི་ཡིན་དུས་ཨོ་དེ་ཡིན་དུས་འདི་ལ་ཡང་ཅིག་མཁའ་འགྲོ་མ་ཚོགས་ཀྱི་ཨ་ནི་ཕྲག་དོག་རྫུན་སྔགས་ཕྲག་དོག་ན་དེ་འདྲའི་ཡོང་དགོས་མ་རེད་ལ་ཨ་ནི་གསང་སྔགས་ཁྲོམ་ར་དེ་འགྲོ་དགོས་མ་རེད་དེ་ནི་མན་ངག་གི་འཆད་པ་དོན་ཚུལ་བྲིས་ཏེ། ཨོ་ད་བླ་མེད་ཀྱི་བཀའ་འཕྲོད་པ་ཡིན་དུས་དེང་དུས་ཀྱི་སྤྱི་ཚོགས་ཀྱི་འཕྲོད་བསྟེན་རང་གི་དབང་དུ་བྱས་ནས་ཞུ་གི་ཡོད་དུས། དེ་ཙམ་མ་གཏོགས་འདི་ལ་ཡང་གསང་སྔགས་རང་གི་གནས་དེ་ཚོ་བྲིས་ཏེ་ངས་ཞུ་གི་མ་རེད་པ་དེ་ན་ཞུས་ན་གོ་གི་མ་རེད་ལ་ཨ་ནེ་ཞུ་དགོས་ཡ་གི་ཆགས་གི་མི་འདུག་ཨོ་ངས་གི་ད་ལོ་སུམ་ཅུ་ལ་ལ་དཀའ་ལས་བརྒྱབ་པ་ཡིན་ལ་ཡ་དེ་ཐ་ན་རླུང་རོ་སེར་སེར་ནས་གསུང་ནས་པས་ཨོ་ཞེ་དྲག་གི་ཅིག་གི་ད་ང་ཚོའི་དབྱེ་བ་བཅད་ནས་དེ་ནས་ཚོ་སྙིང་པོ་ཚུར་ལེན་ནས།

རྩ་བའི་ཕྲུ་གུ་དྲུག་ལ་ན་རྩ་བའི་གི་དག་རྙིང་མ་ན་ལ་རྩ་བའི་དག་རླུང་གི་ཐོ་ལ་ཅིག་མན་ངག་ཐུན་མོང་མ་ཡིན་པ་དུས་ཚོད་བླ་མ་སོ་སོའི་གི་དག་ཅིག་གི་དག་སྙན་བརྒྱུད་དག་བླ་མིང་གི་སློབ་མ་མ་ཏོ་གང་བྱོན་མ་བྱོན་ནི་རྩ་བ་ཉིད་ནི་གསུང་དངོས་མ་རེད་དྲན་གི་འདུག་ཡིན་ན་ཡང་རྩ་བའི་གི་རྙིང་མའི་གི་ཕྱོགས་ནང་ལོགས་ལ་ཡང་རླུང་གི་ཉམས་ལེན་མང་པོ་ཅིག་ཡོད་རེད་ལ་བཀའ་བརྒྱུད་ནང་ལ་དེ་བས་ཀྱང་ཡོད་རེད་ས་ཆ་ལ་ཡོད་རེད་ད་རི་བོ་དགེ་ལྡན་པ་ལ་དག་གོ། ལ་མོས་མེར་བ་དེ་འདྲའི་སོང་ཙང་ད་རེའུ་དགེ་འདུན་པ་གི་ཨ་ནི་རྩ་དབུས་ཀྱི་ཁྲོ་བོར་དེ་མིང་གཅིག་པ་རེད་དེ་དངོས་སུ་ལག་ཏུ་བླངས་དུས་རྩེད་ཐང་དེ་ཡང་འདྲ་གི་མ་རེད། ཨོ་དེ་ཡིན་དུས་རྩ་ནི་ད་ད་དཀའ་བཅུའི་ནང་ལ་རྩ་དབུས་ཁྲོ་བོ་དྲུག་གི་རྩེད་ཐང་ལག་པས་ཀྱི་ཕྱག་རྩ་བྱེད་སྟངས་དེ་ལོ་ག་ཡ་རེད་ལ་ཨ་ནི་དགེ་ལུགས་པ་དེ་ལོ་ག་ཡ་རེད་དེ་ཡིན་དུས་ད་ངེད་ཀྱི་དེ་ནང་ལ་སྐབས་སུ་བབ་པ་དེ་རེའུ་དགེ་འདུན་པའི་ལུགས་ཀྱི་དེ་ནི་ཨོ་རྩ་དབུས་ཀྱི་ཁྲོ་བོ་དྲུག་གི། འོ་ལག་ལེན་འདི་ངས་ད་ལྟ་ད་ཁྱེད་ཚོ་ནང་ལ་སྤེལ་བཞིན་པ་རེད་དེ་འདྲས་སོང་ཙང་དེ་ནས་ད་ད་རིང་འདིའི་ནང་ལོ་ལ། རྩ་བའི་འཁྲུལ་འཁོར་དྲུག་གི་ནང་ནས་འཁྲུལ་འཁོར་དང་པོ་འདི་མ་གཏོགས་འཁྲུལ་འཁོར་ལྷག་མ་ལྔ་དེ་འདི་ནང་བསླབ་ཡས་ཡོད་མ་རེད་དེ་ནང་ལ་དེ་ང་རང་གི་དེ་རླུང་གི་གནས་བཅུ་གསུམ་པ་ནང་ལ་དངོས་སུ་དེ་བསླབ་གི་ཡོད་མ་རེད་དེ་ལ་ཡང་ཁོ། བསླབ་པ་ལ་ཡང་རླུང་གི་གནས་བཅུ་དང་པོ། གཅིག་གི་ཆོས་ལུགས་ལ་མ་བསྟུན་པའི་ལུགས་དང་ནི་ཆོས་ལུགས་ཀྱི་ཆོས་ལུགས་ལ་བསྟུན་ཏེ་དེ་ནི། ཨ་ནེའི་རླུང་གི་རྣལ་འབྱོར་གཉིས་པ་དེ་ཚོ་ལ་ངེད་ཀྱིས་དང། རྩ་བའི་གི་འཁྲུལ་འཁོར་དྲུག་ག་ངེད་ཀྱིས་དང་འབུལ་དགོས་བ་རེད། དེ་འདྲའི་སོང་ཙང་ད་རིང་འདི་ན་རླུང་གི་རྣལ་འབྱོར་གསུམ་པ་གང་ལ་སླད་ཡིན་དུས་གསུམ་པ་དེ་གཅིག་གི་ལག་ལེན་གཙོ་བོ་ཡིན་དུས་དོན་ཚུལ་འཕྲད་པའི་རེ་རེ་བཞིན་དུ་ངས་ཞུ་དགོས་བ་མ་རེད། འོ་འདི་ང་རང་གི་དང་གསར་གཏོད་ཀྱི་ལུགས་ཀྱི་འགྲོ་སྟངས་འདྲ་བོ་ཡིན་དུས་དེ་འདྲའི་ཞིག་རྣམ་པ་ཚོའི་ཐུགས་ལ་བཅག། ཨ་དེ་ཡིན་དུས་ས་ནས་ད་ངའི་རྣམ་པ་ཚོ་ལ་ཡང་གསལ་བཤད་ཅིག་མ་ཞུས་ན་ཡང་འགྲིག་གི་མི་འདུག་རྣམ་པ་ཚོས་ཀྱི་ཨོ་ད་མང་པོ་ཞིག་བསྡུས་ཏེ་མཐའ་གཅིག་མ་གཏོགས་བཀླག་གི་མི་འདུག་གཞན་པ་ཚོས་ཚུལ་དེ་བསླབ་ན་ད་ག་ཚོད་དགའ་བ་ལགས་འདྲ་བོ་ཀྱི་ཐུགས་ལ་དགོངས་ཀྱི་རེད་དེ་འདྲས་སོང་ཙང་ངས་འདི་ལ་ཅིག་ཞུས་ན་རྩ་བའི་འཕྲུལ་འཁོར་དྲུག་གི་ཆེ་ཤོས་འདྲ་བོ་ཞུ་གི་ཡིན་འདི་ལ་ཡ། རྩ་བའི་ང་རང་སུ་དེང་སང་གི་ད་པེ་ན་ཧིན་དུ་ལུགས་ཀྱི་བཱ་བཱ་རམ་དེ་བར་གྱི་ད་ཡོ་ག་ཡིན་ཟེ་ཡས་ཀྱི་ཡོ་ག་རྣམ་པ་ན་སུ་ད་དེ་མ་ཡིན་པའི་ལུགས་ཀྱི་ད་མང་པོ་ཅིག་ཏུ་བ་ཅིག་སོ་ན་ལ་ད་ཚང་མ་ཤེས་ཆུག་གོ་རེ་ཨོ་ཅིག་གི་ད་ཅིག་གི་ཡོ་ག་ག་འདྲི་ཅིག་ཡོད་ལགས་ན་འདི་ཡོངས་སུ་རྫོགས་པ་གྱི་རྩ་བ་འདྲ་བོ་དེ་པེ་ན་སྡོང་པོ་ཆུན་པོ་དང་ཡ་ག་དང། འབྲས་བུ་མེ་ཏོག་བཟང་པོ་ག་ཚོད་ཡིན་ན་ཡང་འདི་རྩ་བ་འདི་ཚང་མིན་གྱི་ཡོང་ཁུངས་འདྲ་བོ་དེ་ཤིང་སྡོང་གི་ས་འོག་ལ་ཡོད་དེ་ངས་རྩ་བ་དེ་ལ་བརྟེན་ནས་ཆུང་བྱུང་རོ། ཤིང་སྡོང་གི་འོག་གི་རྩ་བ་དེ་སྐམ་ན་གཞན་པ་ཡོངས་སུ་རྫོགས་པ་སྐམ་འགྲོ་བ་ན་བཞིན། ཨ་ནི་ང་རང་སུ་དེང་སང་གི་དེ་ནི་ཡོ་ག་རིས་སུ་གྱུར་པ་ཆགས་སྡང་དང་ཨ་ནི་ལུས་རྩལ་རིས་སུ་གྱུར་པ་རྩེད་མོ་དྲག་རྩལ། ད་ག་རེ་ལབ་པ་ཡིན་ན་འདི་ཡོངས་སུ་རྫོགས་པ་འདི་ཅིག་འབྱུང་ཁུངས་འདྲ་བོ་དེ་བྱེད་ན་རྩ་བའི་ཁྲོ་བོ་དྲུག་དེ་རེད། ཁྲོ་བོ་དྲུག་དེའི་ནང་ནས་དེ་ནི་དང་པོ་བར་སྤེལ་བའི་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་ལ་ཡོད་རོ། འོ་འདི་ལྔ་ལ་ཡ། དེ་ནི་མ་བསྡུས་པ་གཅིག་རྩ་བ་ཉིད་ནས་ཡོད་མ་རེད། འདི་ལྔ་དེ་ང་ཚོ་གཟུགས་པོའི་དབང་དུ་བྱས་ན། ང་ཚོའི་ཡིན་ན་ད་ལྟ་རྩ་བའི་རླུང་ལྔ་ལ་ཡ་བྱེད་དོ་འོ་འདི་གི་རེད། རྩ་བའི་རླུང་ལྔ་གི་ཁྲོ་བོ་རེད་དེ་ཡིན་དུ་རྩ་བའི་རླུང་ལྔ་གི་ཁྲོ་བོ་དེ་ལ་བརྟེན་ནས་དེ་ནི་གཅིག་གི་ད་ཡོངས་སུ་རྫོགས་པ་དེང་སང་གི་གཟུགས་པོ་བརྐྱང་བསྐུམ་བྱས་ལུས་རྩལ་ཡོངས་སུ་རྫོགས་པ་དེ་ཨོ་འདི་གི་ཁུངས་སུ་འདུས་གོ། རེད་དེ་འདྲའི་སོང་ཙང་རྩ་བའི་གི་ཕྲུ་གུར་ལྔ་དེ་ཤེས་པ་ཡིན་ན། ཨོ་གཅིག་དེང་སང་གི་ལུས་རྩལ་ཞན་པ་དེ་འདྲ་འདྲ་མི་འདྲ་ག་རེ་ཡིན་ན་མ་ཤེས་པ་དང་ཤེས་ནས་མ་མཛད་པ་ཡིན་ན་ཡང་གནད་འགག་ཆོད་ནས་ཡོང་མ་རེད། རྩ་བའི་གི་དུ་ནི་དེ་ནི་ཕྲུ་གུར། གཅིག་གི་ད་འདི་ལ་ཕྲུ་གུར་ལྷག་མ་ལྔ་ལ་གི་རེད་དེ་ཡིན་དུ་ཕྲུ་གུར་ལྷག་མ་ལྔ་དེ་བཙས་པ་ཡིན་ན། ད་ག་རང་གི་མཐུས་འགྲུབ་བ་རེད་དེ་འདྲའི་ཆེ་རྣམ་པ་ཚོས་ཀྱི་ཐུགས་ལ་བྱས་ཚད་དེ་ནི་ད་དེ་སྔ་དེ་ཡང་ཚུར་བསྡུས་ན་དེ་འདྲའི་གི་ཅིག་དེ་སྔ་དེ་ཚུར་བསྡུས་ན་རྩ་བའི་གི་ཕྲུ་གུ་དང་པོ་དེ་ལ་འདུས་གོ་རེད་རྩ་བའི་ཕྲུ་གུ་དང་པོ་དེ་ལ་ངའི་མིང་ག་རེ་བཏགས་གོ་རེད་དེ་ནི་ཅིག་ཡོ་ག་ཀུན་གྱི་རྒྱལ་པོ་ཟེར་ནི་ངའི་ལ་གོ་རེད་ཅི་དང་རྒྱལ་པོ་ལ་དུས་རྣམ་པ་ཀུན་ལས་རྒྱལ་བ་དེར་བ་ང་ཚོ་འཇིག་རྟེན་གྱི་དབང་དུ་བྱས་ན་རྒྱལ་པོ་དང་བློན་པོ་དང་འཁོར་བའམ་དམག་མི་ག་འདྲས་བྱས་ན་རྒྱལ་པོ་ལ་དུས་ཡོངས་སུ་རྫོགས་པ་གི་བརྩི་སྒོ་ཞུགས་པ་ན་ཤི་ཚང་མིག་གི་རྩ་བ་འདྲ་བོ་དེ་རྒྱ་བོད་ཀྱི་སྐད་གཅིག་ལ་ཡང་དེ་ནི་ཚང་མ་ལོ་གཅིག་རྒྱུག་དགོས་པ་ན་ཤི་ཨ་ནི་གཅིག་རྩ་བའི་གི་འཁྲུལ་འཁོར་དྲུག་གི་ནང་ནས་འཁྲུལ་འཁོར་དང་པོ་དེ་ཡོ་ག་ཀུན་གྱི་རྒྱ་བོད་ཟེར་ནས་ངས་དེ་ཤེས་ཀྱི་ཡོད་དེ་ཡིན་དུ་ད་རིང་ངས་ཁྱོད་རྣམ་པ་ལ་གཅིག་ད་འབུལ་ཡ་དེ་ངེད་ཀྱི་འགྲེལ་བཤད་རྒྱག་ཡ་དེ་ཨ་ནི་རྩ་བའི་འཁྲུལ་འཁོར་དང་པོ་དེ་ཆགས་དགོས་རེད་རྩ་བའི་འཁྲུལ་འཁོར་དང་པོ་དེ་རླུང་བུམ་པ་ཅན་སོང་བ་ལ་རླུང་བུམ་པ་ཅན་སོང་ད་དེ་ཡང་གཅིག་གི་བུམ་པ་ལྟར་སྒང་བ་ལ་ཐ་སྙད་འདི་བེད་སྤྱོད་བཏང་གི་རེད། རླུང་བུམ་པ་ཅན་ཟུང་གི་བར་དུ་བཟུང་བ་དེ་ལ་ཡང་རླུང་བུམ་པ་ལྟར་དགང་བ་ལ་ནི། འོ་འདི་ཡི་དག་དལ་གྱི་རྣམ་པ་སུ་ལ་ཞུ་བའི་ཕྱིར། འདི་ཕྱིན་པ་ཡིན་ན། ཡོ་ག་ཀུན་གྱི་རྒྱལ་པོ་ཆང་སོགས་ཀྱིས་ཕྱིན་པ་དང་གཅིག་པ་རེད་འདི་ཕྱིན་པ་ཡིན་ན། ཨ་ལས་དང་དང། རྩ་བའི་གི་འཁྲུལ་འཁོར་ཞིམ་པ་ལྷག་མ་ལྔ་དེ་དང་ཨ་ནི་ཡང་ལག་གི་འཁྲུལ་འཁོར། དེང་སང་དང་བཞི་བོ་གཅིག་ཡོད་རུ་བ་དང་དཀའ་བཅུ་དང་དུ་མཚོ་ལ་བཞི་བོ་བརྒྱད་པ་ཡོད་རེད་འོ་དུ་མཚོའི་གྲས་དང་འདི་མ་ཡིན་པ་འཛམ་གླིང་འདི་ན་ལ། གཅིག་གིས་ད་ཡོ་ག་ཡིན་ཟེར་ད་ལུས་རྩལ་འདྲ་མི་འདྲ་ད་ག་འདྲི་བྱེད་ཡོད་ན། ཨོ་གཅིག་གིས་ཡོངས་སུ་རྫོགས་པ་གིས་ཨ་ནི་མ་ཤེས་པ་ཡིན་ན་ཡང་འདི་ཚང་མིག་གི་ནུས་པ་འདི་ད་ག་རང་གཅིག་བཙས་པ་ཡིན་ན་གཅིག་ཚང་མ་ལོ་བཙས་པའི་གིས་བཙས་གོ་ཆོད་པ་ན་ཤེས་ཀྱི་གཟུགས་པོ་ལ་ཡ་ཨོ་ནུས་ཤུགས་དང་དེ་འདྲའི་སྟོབས་ཤུགས་ཡོང་གི་ཡོད་དུས། ཨ་ཨ་དེ་འདྲས་ཀྱི་རྣམ་པ་ཚོ་ཐུགས་དགྱེས་པོ་གི་དོན་ནས་ཨ་ནི། ཨོ། ཅིག་གི་ད་ལྟ། རྩ་བའི་གི་ཕྲུ་གུ་ཕྲུ་གུ་ནང་ནས་ཕྲུ་གུ་དང་པོ་བུམ་པ་ལྟར་དགང་བའང་ལ་ཨའི་དེ་རྣམ་པ་ཚོས་ཀྱི་བཙལ་གནང་ན་ཨ་ད་ག་རང་གི་ཐུགས་ཀྱི་ཡུལ་དེ་རྣམ་པ་ཚོས་ཀྱི། ཨོ། ད་བསམ་པ་ཅིག་ཨ་ལས་གཞན་པ་ཚོས་མིན་ནའི་ད་ག་རང་ཡང་གནད་འགག་ཆུང་བ་རེད་ཤག། དེ་ཡང་སྟབས་བདེ་པོ། དེ་ཡང་ཅིག་རྩ་བའི་ཕྲུ་གུ་ཕྲུ་གུ་ནང་ནས་ཕྲུ་གུ་དང་པོ་དེ་ཡིན་ན་རྣམ་པ་ཚོས་ཀྱི་དུས་ད་རྣམ་པ་ཀུན་ཏུ་དེ་ནི་ལག་ལེན་བསྟར། ཅིག་གི་ཅིག་གི་ད་ལག་ཏུ་བླངས་ན། ཅིག། དཔེར་ན་ང་ཚོ་ཨེ་འདྲས་རེད་ད་ལྟ་འདི་ངེད་ཀྱི་མ་ཡིན་པ་ཅིག་ཡིན་པ་བཟོས་ནས་ལབ་གི་ཡོད་མ་རེད། ང་ཚོ་ལ་ཡང་རང་བཞིན་གྱི་ནུས་པ་དེ་འདྲས་ཅིག་ཡོད་མཁོ་རེད་རླུང་བུམ་པ་ལྟར་དགང་བ་དེ་ང་རང་ཚོ་རྟག་པར་རེ་ཞིག་བྱེད་དགོས་རེད་རྣ་ཁུང་གི་དབུགས་རྒྱུ་འོང་བྱེད་པའི་སྐབས་ལ་བུམ་པ་ལྟར་དགང་དགོས་བར་དེ་བུམ་པ་ལྟར་དགང་བ་དེ་ལ་ཡ་འགྱོ་བ་ཞེས་ཆེ་ཆོས་བཞི་དེ་མཆིན་གྱི་མེད་ཙང་དེ་ནི་ཡར་སླེབས་ཙང་དཔེར་ན་ང་ཚོ་མི་ཅིག་ཁང་པ་ནང་ལ་འཛུལ་གི་ཡིན་ན་དཔེར་ན་མི་དེ་རུ་ཁང་པའི་སྒོ་ནང་ལོགས་ལ་ཡར་ཅིག་འཛུལ་མར་ཅིག་འགྲོ་ཡར་ཅིག་འཛུལ་མར་ཅིག་འགྲོ། འོ་དེ་འདྲའི་ཅིག་གིས་ད་བྱིས་པ་ན་ཞིག་དུས་རྒྱུན་ཡིན་ན་ཐུག་ན་ཡོང་གོང་མ་ར་ད་ང་ཚོ་གི་དྲ་རིང་རླུང་བུམ་པ་ལྟར་སྒང་བ་ལ་དུས་ཅིག་མི་དེ་ཁང་པ་ནང་ལ་སླེབས་ཚར་དུས་ཁང་པ་ནང་ལ་ལྟོགས་སུ་བསྡད་དེ་ནི་ཁང་པ་ནང་ལ་བསྡད་དེ་ནི་ཡང་ཕྱི་ལོག་ལ་མ་འགྲོ་ཡང་ཕྱི་ལོག་ནས་བྱ་བ་དང་ཚུལ་ཆེད་ཡང་ཚུར་ཡོང་འོ་དེ་འདྲའི་བྱེད་ནའང་དེ་འདྲའི་གིས་ད་བྱིས་ཐང་དེ་དང་ཨ་ནི་རླུང་བུམ་པ་ལྟར་སྒང་བ་གཉིས་དེ་དེ་རྣམས་ཀྱི་དཔེ་དོན་མཚུངས་པོ་ཡོད་རེད་དེ་འདྲའི་སོ་ཚ་རྔེག་དེ་དང་ད། ཞུ་ཨེ་ཡིན་དེ་འདྲའི་སོང་ཙང་རྣམ་པ་ཟོས་གི་ཐོ་མ་དེ་ལ་ཨོ། ད་དེ་རིང་གླ་བེ་གི་རླུང་བུམ་པ་ཅན་ལ་ཨེ་དི་ཨ་ནི་རྩ་བའི་གི་ཕྲུ་གུ་ཕྲུ་གུ་ན་ནི་ཕྲུ་གུ་དང་པོ། ཨ་ནི་བུམ་པ་ལྟར་དགའ་བ་ལ་ཨེ་དི་རེད་ཤག་དེ་ལ་ཡང་ཨ་ནི་ཡའི་ཕྱི་ཆོས་བཞི་ལ་ཨེ་དི་དུས་ཆོས་ཡིན་ན་ང་ཚོ་མི་གཅིག་ཁམས་པ་ན་ལ་མ་དེ་པ་ཆེ་ཁམས་པ་ན་ལ་ཡ་རྫུས་ཆེ་མ་དོན་ཆེ་རྫུས་ཆེ། ཨོ་དེ་འདྲའི་གི་ཅང་ཅང་གི་མི་ཚེ་སྐྱེལ་དེ་ངེས་དེ་ད་རིང་དེ་འདྲའི་མ་ཡིན་པ་ཅི། དཔེར་ན་མི་གཅིག་ལ་ཁང་པ་ཡོད་ན་ཡུལ་གོ་ཆོད་པ་བྱེད་དགོས་རོ། མི་དེ་ཁང་པའི་ནང་ལ་འཛུལ་ནས་ཁང་པ་ནང་ལ་བསྡད་དགོས་འོ་ར་མ་བསྡད་ན་ཁང་པ་ཡུལ་ནི་ཕན་ཐོགས་ཀྱི་བྱུང་མ་སོ་བ་དེ་ཡིན་དུས་ཨོ་བསམ་པ་ཅིག་ད་ད་ནི་གསུངས་ནས་ད་སོ་སོ་ལ་ནུས་པ་ཅིག་འདུག་དཔེར་ན་སོ་སོ་ལ་ཅིག་གིས་ད་བེད་སྤྱོད་ཡོད་པ་དེ་ད་ངས་བེད་སྤྱོད་ཅིག་ངས་ད་རེ་ནི་རྟ་མགོ་བཙོས་ནས་ངས་ཚོད་ལྟ་ཅིག་བྱེད་ཚོད་ལྟ་ཅིག་བྱེད་ནས་དམིགས་བསལ་གྱི་འགྱུར་བ་ག་རེ་འགྲོ་གི་འདུག་དེ་ཡང་ངས་ལྟ་གི་ཡིན་བསམ་པ་ཅིག་དེ་ཡིན་དུས་རྣམ་པ་ཚོས་ཀྱིས་དེ་འདྲས་ཀྱི་ཐུགས་ལ་འཇགས་པའི་དུས་ནས་རླུང་བུམ་པ་ཅིག་བཟུང་ན་རྣམ་པ་ཚོ་ལ་ཡང་ཅིག།

རྒྱུག་དེ་ངན་འདྲ་བོ། ཡང་དུས་རྒྱུན་དང་མ་འདྲ་བར་ཅིག་རྨས་ཆོད་ན་ཡང་རྨས་དེ་ཡང་ཆོད་བདེ་པོ་འདྲ་བོ། ཨོ་དེ་འདྲའི་ཡོང་གི་འདུག་བསམ་པ་ཅིག་རང་བཞིན་གྱི་འཚོ་བ་ཀླད་དེ་ཡོང་གི་རེད། དེ་རྣམ་པ་ཚོ་གི་ལག་ལེན་ཅིག་མ་བསྟར་ན། ཨ་ལས་འདི་ཡོང་གི་མ་རུང་ཨང་དེ་འདྲའི་ཡོང་དུས་བསམ་ན་ངེད་ཀྱི་ད་ལྟ་རླུང་བུ་འབའ་ཅན། ཨོ། ཅིག་གི་གཟུང་སྟངས་དེ་བསླབ་ཡོང་དུས་རྣམ་པ་ཚོས་ཡག་པོ་ཅིག་བསད་ནས་དེ་ནས་ངེད་ཀྱི་ད། ཞུས་པ་ན་ཞིག་གིས་ཉིན་ཞག་ཁྲུ་གཅིག་གི་ནང་ལ་ལག་ལེན་བསྟར་ཐུབ་ན། ངས་བརྒྱ་ཞག་བརྒྱ་ནས་བརྒྱ་ཐམ་པ་རྣམ་པ་ཚོ་ལ་ཐུགས་ཕན་གསོ་གི་རེད་ཟེར་ནས་ངས་སླར་ཡང་ཁ་གསེང་ཞུས་པ་ན་ཞིག་ཚིག་ཐག་བཅད་ནས་ཞུས། འོ་དེ་འདྲས་སོང་ཙང་ད་ངས་རྣམ་པ་ཚོ་ལ་ཡང་རླུང་བུམ་པ་ཅན། ཨ་ནི་ངས་འདུག་སྟ། ཨོ་ཞུ་ཨེ་ཡིན་འདུག་འོ་དེ་ཡིན་འདུག་དེ་ལ་ཡང་ཨ་ནི། རླུང་བུམ་པ་ཅན་དེ་ལ་ཡང་ཨ་ནི། རྩ་བའི་གི་ཕྲུ་གུ་ཕྲུ་གུ་ནང་ནས་ཕྲུ་གུར་དང་པོ་བུམ་པ་ལྟར་དགང་བའང་སླ་ཡེ་དེ་ཡིན་རྣམ་པ་ཚོ་གིས་ཨ་ནི་ངས་རྗེས་ཐོ་ལ་བཀོད་ཡེ་ན་ཤུ་གུ་ནང་ལ། སྨྱུ་གུ་གི་འདུག་སའི་ཡི་གེ་གཅིག་བྲིས་ནས་བཞག་ཤག་ན་ཡག་པོ་འདུག་ཨ། བློ་ལ་ངེས་པ་ཡིན་ན་ད་ག་རང་རེད་ད་རླུང་བུམ་པ་ལྟར་དགའ་བའང་བླ་འདི་ག་འདྲའི་ཟི་ཁང་དགོས་མེད་དུ་ཞུ་དུས་ད་ད་གའི་རླུང་རོ་སེལ་བ་འདི་སྙོན་ལ་ཞུ་གྲུབ་པ་ཆེ་རླུང་རོ་སེལ་བའི་རྗེས་ལ། ཨ་ནི། ཅིག་གིས་ད་རླུང་བུམ་པ་ལྟར་དགའ་འདུས་ག་ལ་དེ་ནི་རྐང་པ་རབ་ཆུ་ན་རྡོ་རྗེ་ལུས་རྣམ་སྣང་གི་ཆུ་རྒྱུན་ལས་ཀར་ཆུ་ལུད་དབང་དུ་བྱེད་ན་དེ་འདྲའི་ཞུ་ཐུབ་ན་འགྲིག་གི་འདུག་ང་རང་ལུག་གི་ལུས་སྟེང་ཕལ་པ་ལྔ་དང་ཆད་པ་བ་ལ་ཡང་དུས་ཚོད་སྤྲད་དེ་ཞུ་གི་མེད་དེ། རླུང་གི་རྣལ་འབྱོར་དང་པོ་དང་གཉིས་པ་སྐབས་སུ་མ་འདུག། གསུམ་པ་རྣམས་ལ་ངེས་ཏེ་ཞུགས་གོ་མར་འདི་ཡང་རང་བཞིན་གྱིས་ཡང་རྗེས་བུ་གཅིག་ཞུགས་དགོས་དུས་ཡང་དུས་ཚོད་མང་པོ་ཅིག་ཟག་འགྲོ་གི་རེད་དེ་འདྲའི་སོང་ཙང་ཐད་ཀ་ཆོས་རྣམ་པ་སྤྱོད་ལམ་གང་དེ་ཆགས་སླ་བ་ན་ཤི་ཨ་ནི་ཡང་རྐུབ་བཀྱག་གང་ལ་ཞུགས་ནའང་འདྲ་ཨ་ནི་འདུག་ས་གང་དྲན་ཞུགས་ནའང་ཨ་ནི་སྐབས་རེ་ལག་འགག་ལ་ཕེབས་ཀྱི་ཡོད་ནའང་འདྲ་སྐབས་རེ་ཆོས་རྣམ་པ་ཨ་ནི་ཕྱག་ལས་ཞུགས་གཅིག་མང་པོ་གནང་གི་ཡོད་ནའང་དེ་ཚོ་ག་རེ་བྱེད་ན་ཡང་རྩ་བའི་གེགས་གཅིག་གཟུགས་ཕུག་གི་དང་དག་ལས་ཀ་མེད་པའི་དབང་དུ་བྱས་ན། རྐང་པ་རྡོ་རྗེ་སྐྱིལ་ཀྲུང་དེ་མེད་ན་སྐྱིལ་ཀྲུང་ཆད་པ་དེ་ན་མར་གྱིས་ཞུགས་ནས་ལྷོད་ལྷོད་བྱས་ནས། ཨ་ནི་རླུང་རོ་སེར་ཚོས་དེ་བསྒྲོད་རླུང་རོ་སེར་ཚོས་ཚ་བའི་རྗེས་ལ་རླུང་བུམ་པ་ཅན་དེ་བཟུང། འོ་དེ་བྱས་ན་ལྔའི་རྗེས་ལ་རླུང་བུམ་པ་ཅན་བཟུང་ད་དེ་བུམ་པ་ལྟར་དགང་ད་དེ་ཡང་ག་འདྲེ་ག་འདྲེ་ལ་ཡང་སྤྱོད། ཉེས་གཅིག་གིས་དཔེར་ན། ང་ཚོ་དབུགས་རྒྱུ་ངོམ་གྱི་སྐད་ནི་མ་ཤི་བར་དུ་བཏང་བ་ན་ཤི་རླུང་བུང་བ་ཅན་དེས་ད་ག་རང་ང་ཚོ་གི་ཅིག་ཉི་ཚེ་དུས་དྲུག་ཏུ་རྒྱུག་གི་ཡོད་པ་འདི་ངས་ག་འདྲས་ཅིག་སུ་སུ་གིས་ཅིག་ལག་ལེན་ལ་བསྟར་ད་འདི་ངས་རྗེས་ལ་ཞུ་ཡ་ཆད་འོང་དེ་འདྲས་སོང་ཙང་ད་འདི་ལ་ཨེ་འདྲས་ཡིན་ད་རླུང་རོ་སེ་རླུང་རོ་སེ་བའི་རྗེས་ལ་རྣམ་པ་ཚོ་ཨ་ནེ་སྤྱོད་ལམ་གང་འདི་གི་ཐོག་ནས་ད་རླུང་བུང་བ་ཅན་འདི་བཟུང་དགོས་དུས་སློབ་བུ་འབའ་ཅན་བཟུང་བ་ལ་དང་གིས་གོང་དུ་ཞུས་པ་ན་བཞི་ངོམ་དང་དགང་དང་ཤེལ་བ་དང་འཕང་བ་འཆང་བ་རྣམ་པ་བཞི་སྦྱོར་བ་བཞི་ལྡན་མ་ཤེས་ན་ཡོན་ཏན་སྤྱོད་དུ་འགྱུར་བས་ངས་ལས་དེ་འདི་ཀླད་པ་རྣམས་ལ་ཡག་པོ་ཅིག་བཟུང་ནས་ད་ངས་སྦྱོར་བ་བཞི་དེ་ཡག་པོ་ཅིག་སྦྱང་གི་ཡིན་ད་ལས་ཅི་ད་སྦྱོར་བ་བཞི་དེ་ལ་ག་འདྲི་ཅིག་གོ་ལ་ན་ད་རྣམ་པ་ཚུགས་གི་ད་རླུང་བུ་འབའ་ཅན་བཟུང་བ་ལ་ཡ་དེ་ནི་ལག་པ་གཉིས་ཏེ་ཨ་ནི་ལྟེ་བ་སོ་ཞིག་གི་འོག་ལ་ཡ་རྡོ་རྗེ་སྐྱིལ་ཀྲུང་གི་ཚུལ་དུ་མཐེ་བོང་ནང་དུ་སྲིན་ལག་གི་རྩ་བ་གནས་འདི་ལ་ཡ་མཛུབ་བུ་གཞན་པ་ཚུགས་ཀྱི་བར་བསྐུམ་ནས། ཨོ་མོར་བཟོ་ན་ཞེས་བྱས་ནས་འོང་དེ་འདྲའི་བྱས་ནས་བཞག་ན་འགྲིག་རེད་ཅི་དེའང་རྫུ་གུ་ནད་པ་དང་རྨ་དང་དེ་འདྲས་ཡོད་ན་ཀུ་ལེ་ཡོད་ན་འདི་ཡང་མ་བྱས་ན་གལ་ཡོད་མ་རེད་བྱེད་ཐུབ་ན་ཡག་པོ་བྱེད་བྱེད་མ་ཐུབ་ན་ཡང་འདི་གནད་འགག་མི་འདུག་ཟེར་ནས་རྣམ་པ་ཚོ་གི་ཐུགས་ལ་འཇགས་དོན་དག་གཙོ་བོ་འདི་ཡིན་དེ་ནི་ད་བསམ་བློ་གི་དགོངས་པ་བཤད་ཡོད་དེ་རེད་དེ་ཡིན་དུ་དགོངས་པ་བཞེས་སྟངས་དེ་ག་འདྲས་ལགས་ན་ད་སྔོན་མ་ལ་དུས་དང་པོ་དེ་ལ་ཚིག་དེ་ག་ལེགས་འདུག་ངུམ། དེའི་རྗེས་ལ་དགང། དེའི་རྗེས་ལ་བཞི། བཞི་ལེགས་འདུག་ཨ་བཞི་ཡིན་འདུག་དང་པོ་དེ་ལ་ངུམ་འདི། ངུམ་ལ་ན་ག་ལེགས་འོ་ལ་ན། ཆུ་ལོ་ནི་རླུང་འདི་ཚུགས་ལེན་པ་ཨ་ལེགས་འོ་རེད། ཆུ་ལོ་ནི་རླུང་ཚུགས་གཅིག། གཅིག་གི་དང་གཅིག་ལེན་པ་ལ་ལེན་ལོ་ལེན་སྟངས་ཡོད་རེད། ཨ་ནི་ཡང་གཅིག་དགང་ལ་དུས་ནང་ལོ་ལ་ཡ་དགང་ལ་དགང་བ་ཡིན་ན་ཡ་དགང་བ་ལ་དགང་ལོ་དགང་སྟངས། ཨ་ནི་ཕྱི་ཆུ་རྒྱུ་བ་གསུམ་པ་དེ་ཨ་ནི་བཞི་ལེགས་རེད་བཞི་ལ་བཞི་ལོ་བཞི་སྟངས།